ཁང་བའི་ནང་གི་ཤར་ལྷོ་དང་ལྷོ་ནུབ་ཀྱི་ཕྱོགས་ཀྱི་གངས་རི་དེ་ཚོ་ལ་འབྱར་ནས་ད་ལྟ་ད་བང་སོའི་ཚོགས་རྒྱ་ཆེན་པོ་དེ་ལ་ད་ལྟ་ནས་འགྲོ་བའི་སྐབས་ཡིན། ད་འདི་རེ་ས་ཁྲ་གིར་བཏང་ནས་བང་སོ་ནུབ་མའི་ཚོགས་དང་བང་སོ་ཤར་མའི་ཚོགས་གཉིས་ལ་རི་རི་བཞིན་དག་ཅིག་ལྟོས་དང་ཁྱོད་རང་ཧ་ལས་སུ་འཇུག་ངེས་ལ་རྗེས་ནས་བང་སོའི་ཚོགས་རྒྱ་ཆེན་པོ་དེ་ལ་ཡིད་ལ་ངེས་སུ་སོང་ནས་གཅིག་གཟིགས་ཐུབ་ཚེ་ཁྱོད་རང་ཧང་སངས་སུ་འཇུག་གར་ཐེ་ཚོམ་སྤུ་ཙམ་ཡང་མེད། བོད་ཁམས་ཡོངས་ཀྱི་ངོས་ནས་བཤད་ན་ཡང་འདི་ལྟའི་བང་སོའི་ཚོགས་རྒྱ་ཆེ་ལ། དཀར་ལྷང་དང་མཛེས་སྡུག་གི་རང་བཞིན་ཅུང་ཙམ་ཡང་མ་ཡལ་བ། ལོ་ཁ་ཤས་ཀྱི་སྔོན་དུ་བྱུང་བ་ནང་བཞིན་རྔམ་བརྗིད་ཀྱི་རྣམ་པ་ཡེ་མ་དོར་བ། འདི་ལྟ་བུ་ནི་འདི་ལས་གཞན་ན་མཐོང་དཀོན་པ་རེད་ཅེས་བཤད་ན་ཡང་ཐལ་མི་ཆེ་བ་ལྟ་བུར་ཡོད། སྲིད་འཛིན་ས་ཁོངས་གང་དུ་བཏང་ན་ཉིང་ཁྲི་གྲོང་ཁྱེར་སྣང་རྫོང་སྐྱེམ་སྟོང་ཡུལ་ཤོག་ཡར་ཀླུང་གཙང་མོའི་ལྷོ་རྒྱུད་ཀྱི་ལག་ཏེ་སྐྱེམ་སྟོང་ལུང་ཡི་ནང་དུ་ཆགས་ཡོད། འདི་ཡིན་ན་བང་སོ་ཤར་མའི་ཚོགས་ཀྱི་ད་བྱང་ངོས་སུ་ཡོད་པའི་བང་སོ་ཆེ་ཤོས་དེ་རེད། བང་སོ་ད་ལྟ་སྐྱིར་མོ་སྟེ་བང་སོ་ཆི་ཧེར་གྱིས་གབ་པ་མི་རེར་ཀོ་ཁེར་གྱི་མཐོ་དམན་ལ་ཡང་ད་ལྟ་བལྟས་ཡོང་ནའང་ཁུང་བ་གཅིག་བཞི་ལྔ་ཙམ་ཞིག་གི་མཐོ་དམན་ཧ་ལམ་འདུག་བང་སོ་འདིའི་མིང་ལ་ལྷེབ་རིའི་བང་སོ་དང་བང་སོ་འདི་ནི་ཁྱིམ་རྒྱུད་ཀྱི་བང་སོ་ཡིན་པར་གཞི་འཇིག་པ་དང་འཁེལ་བ་རྣམ་པའི་ཐག་བཅད་འདུག་ཁྱིམ་རྒྱུད་ཅེས་པའི་རུས་རྒྱུད་ཆེན་པོ་གང་དེ་རྒྱུ་སྤྲུལ་སྲིད་མ་བརྒྱག་གཉིས་ནས་དགེ་ལྡན་ཕོ་བྲང་གི་སྤྲུལ་དབང་གི་བར་ཤིན་ཏུ་གྲགས་ཆེ་བའི་རུས་རྒྱུད་ཆེན་པོ་ཞིག་འདུག་ལ་དེ་ལྟར་ཡིན་པ་ཡང་བང་སོ་འདི་ལ་བལྟས་པ་ཙམ་གྱིས་ངེས་ཤེས་འདྲོངས་སླ་བ་ཞིག་རེད་འདུག་ཏུང་ཧོང་ལྟེ་རིགས་དེ་ཡང། ཡུལ་ཁྱིམ་ཡུལ་གྱི་རྒུ་སུལ་ན་ལྷ་ཁྱིམ་ལ་ཨ་ཐན་མཚོ་རྒྱལ་ཁྱིམ་གྱི་གནས་བློན་པོ་དང་དང་དང་གཉིས་རྟ་སེ་ཀ་ལ་བར་དང་རྒྱ་རྟེ་རེ་འཐམ་པ། རྒྱའི་ཁྱིམ་གྱི་གཡེར་དང་ཁྱིམ་གྱི་རྒྱལ་པོ་ཁྱིམ་གྱི་ལྷ་ཁྱིམ་གྱི་བློན་པོ་སོགས་རེ་རེ་བཞིན་དུ་བཤད་ཡོད་པ་དེ་འདྲ་ཡིན་དགོས་ཀ།

སྒེར་དོན་ཕོབ་གྲངས་ཀྱི་སྐབས་སུ་ཡང་ཁྱིམ་གྱི་རུས་རྒྱུད་ཀྱི་དབང་བསྒྱུར་བའི་སྐྱེམས་སྟོང་གཞིས་ཀ་དེ་དག་གོང་འཁོད་ཀྱི་ད་གཞིས་ཀ་ཤིན་ཏུ་གྲགས་ཆེ་བ་ཞིག་ཡིན་པ་བཤད་ཁོ་ཐག། དྲང་སྲོང་འདི་དག་བཟོ་སྟངས་མང་ཆེ་བ་ཧ་ལམ་གཅིག་མཚུངས་ཏེ་ཉུང་མཁས་པས་བཤད་པར་ལྟར་ན་ས་དང་རྡོ་ཤིང་སོགས་ཀྱིས་བཙུགས་ཡོད་པར་བཤད། བང་སོ་ཤར་མ་དང་ནུབ་མ་གཉིས་མཉམ་གཅིག་ཏུ་བསྡོམས་ན་ཧ་ལམ་ཉིས་བརྒྱ་ཙམ་ཡོད་ལ། དེ་ལས་བང་སོ་ཆེ་ཤོས་ཀྱི་རྒྱལ་ཁྱོན་ལ་ཁར་མི་སུམ་སྟོང་དང་ཚད་ལ་ཧྲྨི་བརྒྱད་གཅིག་ཙམ། འབྲང་གྲས་ལ་ཁར་མི་བརྒྱད་བརྒྱ་ནས་ཉིས་སྟོང་བར། ཐོད་རྩལ་ལ་སྨི་ལྔ་ནས་བརྒྱད་བར། ཆུང་ཤོས་ཀྱི་རིགས་ལ་ཁར་སྨི་ལྔ་བརྒྱུད་ཙམ་དང་མཐོ་རྩལ་ལ་སྨི་གཅིག་དང་བཞི་ཙམ་རྙེད་འདུག། བང་སོ་ཆེ་བཞི་པའི་ཡུལ་དང་བང་སོ་ཆེ་འབྲིང་ཆུང་གསུམ་གང་ཡིན་ན་ཡང་སྟེང་འོག་གི་རིམ་པ་གཉིས་སུ་ཕྱེས་ཡོད་ལ། འོག་མ་དེ་ས་དང་བྲིས་ནས་འགྲམ་རྣམས་རྡོ་རྩིག་བརྒྱབ་ཡོད་ཅེས་བྲིས་ཡོད་པ་དེ་དང་འདིར་བལྟས་ན་ཅུང་གསལ་བོ་འདུག་ཨ། བང་སོ་འདི་དག་ཕྱག་དབྱིབས་ཀྱི་ཆ་ནས་བཤད་ན་གྲུ་བཞི་དང་གྲུ་བཞིར་སྒབ་ཆེ་ཟླུམ་པོ། ཨོག་སྒྲུབ་བཞི་སྟོང་བདུན་པོ་ཅན། གཟིར་མང་ཅན་མཆོད་རྟེན་དབྱིབས་ཅན་ཏེ། མི་འདྲ་བ་དྲུག་ཙམ་ཞིག་བསྒར་གི་འདུག། ལོ་འདི་དག་ལ་ང་ཚོའི་འདི་ལྟ་བུའི་བང་སོའི་ཚོགས་ཆེས་མང་མཐའ་དང་སུམ་ཅུ་ལྷག་ཅིག་ད་ཕར་ཆེར་རིགས་ཡོད་ཀྱི་རེད། དེ་དག་ལས་ད་བང་སོ་ཆགས་ཡུལ་གྱི་ས་གཞི་འདེམས་སྟངས་དང་དེ་ནས་བང་སོའི་བཟོ་རྩལ། བང་སོ་རྣམས་སྤྲིབ་བསྟན་དང་རྔམ་བརྗིད་ཀྱི་ངང་དང་ནུས་པ་སོགས་ལ་གཞིགས་ན། ང་ཚོ་བོད་བཙན་མ་ཟིན་འཛམ་བུ་གླིང་ནའང་འདི་ལྟ་བུ་མཐོང་དཀོན་པོ་ཡིན་གྱི་རི་བོ་བསམ་གྱི་གི་ཚོར་བ་གཅིག་མིན་གཉིས་མིན་འདིར་སྐྱེས་མྱོང། ད་ང་ཚོ་ཕ་རིར་བང་སོ་ནུབ་མིའི་ཕྱོགས་སུ་བཅིངས་འགྲོ་དང་བོ་སྟོང་ཀ་འདི་ནས་ད་ཕ་རིར་སྐྱེམས་སྟོང་ལོང་ཡི་ནང་དུ་བལྟས་ན་བང་སོ་ནུབ་མིའི་ཚོགས་དང་བང་སོ་ཤར་མིའི་ཚོགས་གཉིས་ཀ་ཧ་ཅང་གིས་གསལ་བོར་འདྲ་ཞིང་མཐོང་གི་འདུག་ག། བང་སོའི་ཚོགས་འདི་ལ་ཁྱོན་བསྡོམས་པའི་བང་སོ་ཉིས་རྩ་གཅིག་ཙམ་འདུག་ལ། འདིར་བང་སོའི་ཚོགས་གཞན་དུ་མཐོང་ཤིན་ཏུ་དཀོན་པའི་བང་སོ་གཉིས་ཡོད་པ་དེ་ནི་མཆོད་རྟེན་གྱི་རྣམ་པ་ཅན་གྱི་བང་སོ་འདི་གཉིས་རེད། འདི་ལས་བང་སོ་མང་ཆེ་བ་ཞིག་བཀོད་སྔོག་བྱས་འདུག་ན་ཡང་སྟོན་གྱི་དབྱིབས་ཅན་གྱི་བང་སོ་འདི་གཉིས་ཀྱི་གཅིག་ལ་ད་དུང་ཡང་ཆག་སྐྱོན་གང་ཡང་མ་བྱུང་བར་ལེགས་པོར་གནས་འདུག།